བླ་མའི་ལྷན་སྐྱེས་སློབ་གྲོགས་སུ། དགེ་རྒན་ཚང་མ་བདེ་མོ། མ་འོངས་པ་ན་ཁྱི་སྤོ་ལོག་ན་འཛམ་བུ་གླང་གི་སྐར་སྟབས་གང་གི་ནང་སོང་ན་མྱི་བཟི་ན་ཅོག་ཚང་དོར་བ་ནང་བཞིན་མི་ནང་ཕྱི་ཆོས་མྱོ་དགོས་ཀྱི་རེད། ཁྱི་མི་ཚོ་མྱི་མང་པོ་གི་ནང་སོང་ན་ནམ་ཡང་ཤི་དགོས་ཀྱི་ཟི་གི་མ་སི་རེད། ང་རྐང་ནས་ཡོང་ནི་རེད། ང་སི་སང་གི་རེད། འདི་བཀའ་ཆེན་པོ་རེད། འོ་ཡ། ད་གི་ངས་ང་ངོ་སྤྲོད་རྩིས་བྱེད་དགོས་བསམ་ནས་བྱེད་ཆོག། ངའི་སྙན་ངག། བཀྲ་ཆོམ་དཔར་བཟང་ཟེར་ནས་ཡིན། བཀྲ་ཆོམ་ཟེར་རྒྱུ་དེ་རིའི་རེད། ཨ་ཅོ་ཁྱིམ་ཚང་ཚང་མ་ངོ་མ་ནི་རྒྱུ་པ་ཡོད་ནི་རེད། རིའི་ཟེར་རྒྱུ་ཡོད་ནི་ར། འོ་ཡ་ད་གི་དེ། ངའི་རིའི་གི་སྙན་ངག་བཀྲ་ཆོམ་ཟེར་ནི་རེད། ངའི་སྙན་ངག་དཔར་བཟང་ཟེར་ནི་རེད། ད་ནི་དེ་རང། འདི་ནི་ཁྱེད་ཚོ་ཤེས་གལ་འདྲ་ཟིག་གི་ནང་ངས་ཁྱེད་ཅག། འདི་ཐང་ཁ་འདི་ཚོ་ངོ་སྤྲོད་རྩིས་བྱེད་དགོས་ནི་རེད།

འཛམ་བུ་གླིང་གི་གཉིད་སུ་ཟིན་གྱི་ནི་ཅི་ཟིག་བྱས་ནི་རྫིག་གི་ས་འདིའི་བདག་ཁོ་ཁྱོད་རེད་དང་མ་རེད་ཟིན་ན། ངག་རྒྱུན། ལོ་རྒྱུས། སྒྲུང་དེ་ཚོ་ཚང་མ་ཤི་དགོས་ནི་རེད། དེ་ཤི་ཚིག་གི། རི་བྲག་ནགས་གསུམ་ཚང་མ་གི་མྱང་ཤི་འགྱོ་ནི་རེད། དེ་ཤི་སོང་ནི་རྒྱུ་རིམ་གི་ཁྲོད་ནས་ཁྱི་ཟིག་ཀྱང་ཟིག་གི། ཁྱོད་ས་འདིའི་གཉིད་འདི་ཡི་ནི་ཤི་འགྱོ་ནི་རེད། ཤི་སོང་ཟིག་གི་ཁྱི་ཀྱང་ཟིག་གི། ཁྱི་ཁྱོད་ཡར་བརླག་ཆགས་ནི་འཛམ་བུ་གླིང་གི། མི་ཚོགས་འདིའི་ཁྲོད་ནས་རང་རང་བརྩེ་བ་གཉིས་འབོར་ནི་མ་རེད། ད་དེ་ཡི་ཤེས་ལྟར་བཙུགས་ན་ཨ་ཆུ་དེ་རང་གི་སྐད་ཆ་འདི་འཁོར་རིགས་སྲུང་སྐྱོབ་དང་འབྲེལ་བ། རྩྭ་ཐང་དང་འབྲེལ་བ་ཕ་ཡུལ་དང་འབྲེལ་བ་ཡོད་ན་དེ་མི་སྲིད་ཡིན་གྱི་ཡོད་ས་རེད། ད་ང་ཚོ་གི་ཆེས་བཀའ་ཆེ་ཤོས་ཟེར་གི། འབྲོག་ཁ་ཆུ་སྐད་ཆ་དེ་མི་སྲིད་ཀྱི་ཡོད་ན་ཤེས་རོགས་ལོ་རྒྱུས་ཀྱི་སྐོར་མ་ལོན་ན་སྐྱོ་ནི་མ་རེད་ཨ། མགོ་ནག་མི་ཟེར་ནི་རེད་ཨ་ཆོས་ཚང་མ་མགོ་ནག་པོ་རེད་མོ་འབྲོག་ཁ་ཆུ་ཤེས་ཚོད་རེད་གོ། རྐང་གྲངས་མང་ཟེར་གི་རྐང་བ་གཉིས་ཀྱི་ཐོག་གི་པོ་ནི་གྲངས་ཁ་མང་མང་ཡོད་ནི་རེད་མོ། ཡིན་ན། ཕུ་ནག་ཀུན་ཟེར་ནི་རེད་ད་རུ་ཁ། རང་གི་ཕུ་ནུ། ཤ་ཉེ། ཧྲང་མོ། བཟའ་བ། ཉུང་ཉུང་ཙམ་ཡོད་མ་རེད་མི་ཡོད་མ་རེད་མོད། གཅིག་གཉིས་གསུམ་བཞི་ལྔ་ཅེས་འཛིན་ཁག་གཅིག་དང་ལྡན་བ་ནི་རེད། དེའི་རྒྱུ་མཚན་གྱིས། ཕུ་ནུ་བཟས་རྒྱུ་དེ་དཀའ་ཆེན་པོ་རེད་ཟེར་ནི་རེད། དེ་གཅིག་ར། ཨོ་ཡ། གཉིས་པ་དེ། ཏོག་མོ་ས་ཁར་འཇམ་ཆེ་རུང་ཕ་ས་ཀུན་ཟེར་ནི་རེད། ས་རྩ་ཐང་ཟེར་ས་བཟས་རྒྱུ་འདི་ཆེན་པོ་རེད། འཛམ་བུའི་གླང་ཟེར་སོང་ན་མི་ཚར་རྒྱུ་དེ་མི་ཡོད་ནི་རེད་མོད། ཡིན་ན་ཡང། ཕ་ས་ཀུན་གཟིགས་ནི་རང་རང་རང་རང་གི་ཕ་ས་གཟིགས་ཀྱི་ཆུང་ཆུང་ཙམ་ཡོད་ནི་མ་རེད་ད། དེ་མེད་ཚིག་གི་ཁྱི་སྐྱ་ཀུན་གཟིགས་ད་ངས་འདི་ནས་སྐད་ཆ་བཤད་བསམ་རྒྱུ་ཁྱི་ཚིག་འདི་ཚིག་ང་ཚོ་ཚང་མ་གི་ཁྱི་ཚིག་ཤིག་དགོས་ནི་རེད་གཅིག། ཕུ་ནི་ཤིག་དགོས་ནི་རེད་གཉིས་ཕ་ས་ཤིག་དགོས་ནི་རེད་འོ་ཡ། ད་ང་རང་རང་ནས་ཚོགས་ནས་ཁྱོད་ཚོ་ནང་རྒྱ་རིགས་མི་ཚོགས་ཀྱི་འགྱུར་བ་འདི་འཕྲོད་ནས། ཕ་ཡུལ་དེ་མིན་ཚོ་ཨོར་སོང་ནི་ཚོར་གནང་རེད། ཡང་རྒྱ་རིམ་སྣ་ཚོགས་ཚོ་ཐོག་ནས་ཕ་ཡུལ་དེ་ཡང་བསྐྱར། ཀུན་བླང་བ། ཧ་ཀུན་བླང་བ། སྙིང་མང་པོ་ཤེས་བླང་བ། ང་ཤ། གི་པུ་ཟིག་གི་ཚིར་ཁུ་ཟེ་གྱི་ཟིག། ཨ་གི་རི་མཐོན་པོ་གི་ཁ་ནི་ཁྱི་ཤེས་གི་ཟིག། མ་ཆི་གི་ཧ་རི་ཟིར། རྩྭ་ཐང་འདི། ཐུག་ཐོང་འདི་ས་ཆ་འདི་ཁ་ནི་སྙེ་མེད་དུ་སྐྱབས་ཏེ། སི་ཟིག་བདག་ཏུ་བཟུང་ལ།

རི་དྭགས་གསེར་རི་ཟེར་རྒྱུ་འདི་གི་བདག་ཏུ་བཟུང་ནི་རེད་ཟེར་ད། རི་དྭགས་གསེར་རི། གླང་ཆེན་ས་ལ་རབ་བརྟན་ཟེར་ན་ཀི་ན་གླང་བོ་ཆེ་ཟེར་ཨ་རིག་གི། གླང་བོ་ཆེ། སྤྱིར་བཏང་གླང་བོ་ཆེ་གི་རྒྱབ་ན་སྤུ་ཡོད་ནི་རེད། ཡོད་ནི་མ་རེད་མོ། ཨོ་ཡ། ད་ཨ་ཅོ་མཚོ་བོའི་མཐོ་སྒང་ས་ཆ་འདི་ནས་ང་ནི་གླང་བོ་ཆེ་བྱུང་མྱོང་ནི་རེད། གླང་བོ་ཆེ་དེའི་རྒྱབ་ན་ཆུ་ཚོད་འདི་གཟོག་ག་རི་ག་རེད་ཟེར་ད། ཨ་ཆ་སྐྱེ་ར་མཁར་དང་གཟུགས་བར་གར་རྒྱབ་ན་སྤུ་ཡོད་ནི་རེད། དེའི་མྱ་ངག་ཕྱི་གསལ་ནི་རེད་ཨ་ཆ་འོག་གི་གླང་ཆེན་ས་ལ་རབ་བརྟན་ཟེར་ནི་རེད། གླང་ཆེན་ས་ལ་རབ་བརྟན་དུ་ཟེར་རྒྱུ་དེ་ར་མཁར་དང་འཛམ་བུ་ནང་ས་སྒང་འདི་ག་རྣམས་བཙལ་ནས་མེད་སོང་ནི་རེད། ཡིན་ན་ཡང་མཚོའི་མཐོ་སྒང་འདི་ནས་ངུ་ནི། གླང་ཆེན་འདི་འདི་ནས་བྱུང་མྱོང་ནི་རེད། གླང་ཆེན་འདི་དར་རི་དག་སེ་རི་ཟེར་རྒྱུ་འདི་ཉིད་དུས་གཅིག་རེད།

ལོ་རྒྱུས་ཏེ་བདེན་པའི་གཉེན་ནི་བདེན་རྟགས། ཕྱི་ཚུལ་གཉེན་ནི་རིག་རྟགས་གསལ་རིག་ལུང་པོ་རུས་པ། འགྱུར་རྡོ་འགྱུར་རྡོ་ཟེར་ན་ཤི་ག། ཨོ་ཡ་འགྱུར་རྡོ་ཟེར་ཉེས་བརྡོག་འདི་འགྱུར་རྡོ་དེ་དུས་སྟོན་ན། འདི་ས་ཆ་འདི་འདི་གི་རི་དྭགས་གསེར་རི་ཟེར་གྱི་ཤོང་མྱོང། འདི་འགྱུར་རྡོ་འདི་ཕྱིས་མྱོང་མཐའ་ཡང་ལོ་ཁྲི་གཉིས་དང་སྟོང་ཚོ་ལྔ་ཡར་མར་འགོར་ནི་རེད། ཨོ་ཡ་ད་དེ་གི་ཆི་ཟིག་ཤི་གོ་གི་དུས་ཟིག

ཨོ་ཡ། དེ་གཅིག་རེད། དེ་རིམ་པ། འགའ་གི་བདག་འཛིན་གྱི་ནང་ནས་དེའི་ལོ་རྒྱུས་དེ་རེད། དེ་ནས། ད་ལྟ་ཁྱེད་ཅག་འདིར་བལྟས་འདུག་ཨོ་འདི་རི་མོ་འདི་ཚང་ལག་གི་ནང་ནས་ཁྱེད་ཅག་ཕྱིའི་ཚོར་སྣང་ཡོད་ས་རི་མོ་འདི་ཡིན་འདུག་ག། རེད། ཨ། ལང་རེད་འདི་མི་ཟེར་དགོས་གི་མོད་ཁྱེད་ཅག། ཁྱེད་ཅག་མ་འོངས་པ་ནས་ལོ་རྒྱུས་དེ་འདྲ་བལྟས་སོང་དུས་རྒྱ་ཕྱོགས་རྒྱ་གར་གྱི་འཛམ་བུའི་ནང་གི་འགྲོ་བ་མིའི་རིགས་ཀྱི་ལོ་རྒྱུས་དེ་མི་གཅིག་ནས་སོང་ཐལ་དུ་དུས

ད་ནི་བཤང་བ་ལྟར་ཡོང་ལྡེམ་གྱིས་ཡོང་ནི་རི་མོ་ལྟ་གི་དེ་ང་ཚོ་འབྲོག་ཁ་གི་ལོ་རྒྱུས་དངོས་ནི་དེ་སོང་ཚིག་གི། ཐུག་དང་སོང་རི་དྭགས་དག་ནི་སོང་ནི་རི་དྭགས་བསད་དང་ཤ་ཟོས་དང་ལྡེམ་གྱིས་སོང་ནི་རེད་ལྟ་གི་དེ་ད་དཔེར་རྒྱག་ཚིག་གི་འདི་ན། ལ་ག། རྡོ་དེ་ར་དེ་རུས་པ་གི། རྩེ་ཁ་གྱིས་འདི་མི་གི་སེམས་ཅན་བསད་དང་ལྟ་ནི་དེར་བཟའ་དགོས་ནི་དེ་ནི་ཀ་ལས་གི་འཚོ་བ་སྐྱེལ་ལྡེམ་ལྡེམ་གྱིས་ཡོང་ནི་རེད་དེ་སྐལ་བ་ཅི་ཟིག་གི། ང་ཆ་རྒད་པོ་དེ་ཅི་བྱེད་གི་ཟིག་གི་རིམ་པ་དགུ་གི་བདག་འཛིན་གི་ནང་ནས།

ཅེས་རྨོངས་ཅེས་རྨོངས་ཅེས་རྨོངས་ཚོགས་ལ་ཤམ་བུ་མགོར་དགུ་བཙུད་ནས་སྤྱང་ཁུག་གུག་གུག་གུག་ཡོད་ས་དེ་མི་ཟིག་ཡོད་དུས་ཚང་སྐྱག་ནི་རེད་མོ་ད་གང་ལྟར་ཀྱང་མདོར་ན་འདི་གི་ཁྱི་ཟིག་ཤེས་དགོ་གི་འདུག་ཟེར་གི་ང་ཚོ་ཕ་མེས་ཡང་མེས་འདི་གི་ལོ་རྒྱུས་དེ་ཤེས་དགོ་ནི་རེད་ད་འོ་ཡ། དེ་གི་ཐོག་ནས་ཁྱི་ཟིག་ཤེས་དགོ་གི་འདུག་གཅིག་ཕ་ས་གི་ལོ་རྒྱུས་རེད་གཅིག་ཕ་མེས་ཡང་མེས་གི་ལོ་རྒྱུས་རེད་ད་འདི་གི་ཁྱི་ཟིག་ཤེས་དགོ་གི་འདུག་ང་ཚོ་ལོ་མང་པོ་མང་པོ།

ལ་བཙས་ཟེར་རྒྱུ་ཐོག་དང་བོ་ཆུའི་དར་དར་ཙི་ཙི་ཀི་ས་དེ་བདག་རྒྱག་རྒྱུ་ཡིན་ཟེར་ད་ཉིན་འདི་ཆད་ཁའི་རི་མཐོན་པོ་ཟིག་གི་ཁ་སོང་ལ་དཀྱུས་དང་འདི་ཡིས་ཧར་སེར་རེ་ཆིག་ཐིག་ཐིག་ཨོ་གི་ནི་ཆུ་ཡོད་གི་འདི་ན་བཙས་ཡོད་གི་ཨ་འདི་ན་ནགས་ཡོད་གི་མ་འོངས་པ་ནི་ང་ཚོ་གི་མི་རབས་འདི་འདི་ནས་བདེ་བཏང་ན་ཁ་སུ་རྒྱུ་རེད་ཟེར་ད་འོང་གི་ནི་རི་དྭགས་མང་ད་རྒྱུ་ཡོད་གི་ཏི་ཙི་དང་འདི་ད་ཆད་ཟིག་ཙི་ཀི། ས་ཆ་འདི་ངས་བདག་ཏུ་བཟུང་ནི་ཡིན། དག་ཐོག་གཏེར་འཛེར་དང། ལབ་རྩེ་ཡི་ཁར་རི་མཐོ་སར་དེ་ནས་གཏེར་འཛེར་དང། གཏེར་འཛེར་དང་དུ་ཆུ་བརྫིག་ད་ལྟའི་དོན་མི་རེད། ཉིན་གཞན་དག་དེ་མི་དགོས་ཡང། གཏེར་གཞོན་ནུ་ས་རྩ་གི་དེ་མི་མཐོང་ཡོང་དུས་ན། འདིའི་རི་ཁ་འདི་གཏེར་འཛེར་གི་འདུག་ཨོ་རི་འདིའི་ཚ་ཁ་འཇོམས་མི་ཉན་གི་འདུག་ན་བདག་ཧོ་ཡོད་གི་ཟེར། ད་ང་ཚོ་རི་གཞན་དག་ཏུ་བཙའ་དགོས་ཀྱི་འགྱོ་ནི་རེད་ད། རེད་མོ། ངོ་མ་ཐང་ཆེན་པོ་རུ་ས་སྟོང་བ་མང་པོ་ཡོ་ནི་རུ་མོ། ད་གི། རི་ཁ་གི་ལྟར་ལྕོག་ཏུ་ལྷོང་གི་དགོས་ནི་ལྕག་དང་ནི་རེད། ལྷོང་སོང་རེད་མོ་ལྷོང་སོང་དུ་ནི། ཉི་མ་ཉི། ཉི་ཆ་ཚིག་ཁི་མ་ཡོང་དགོས་དུ་ནི་རི་ཁ་ཅིག་བརྟིས་ནི་ཨོ་རི་ཁ་ནི་ལྟར་ལྕོག་མེད་གི།

ཁྲུང་ཁྲུང་ཡིན་ན་བྱམས་སོ་གཅིག་ནི་རིམ་གཅིག་སྡོད་ན་ཁིར་གི་རྣམ་འགྱུར་ཡེ་འདགས་སུ་མཐོང་རྒྱུ་ནི་གཡོ་ནི་རིམ་མོ། གསལ་བ་གཉིས་འབྲེལ་མེད་ན་ཡང་ཁོ་རྣམ་འགྱུར་ཡེ་འདགས་མཐོང་ནི་རིམ་མོ་དེ་གཅིག་རེད། གཉིས། ཁྲུང་ཁྲུང་ཁིར་གི་འཕུར་འོང་དོ་ག་ཁིར། ཡུལ་བ་འཕུར་འོང་དོ་ནི་རྟ། ཨོ་ཡ། འདི། རྩྭ་ཐང་འདི། འབྲོག་ཁ་ཁིར་བུ་མ་རེད་རྟ། རྟ་ནོར་ལུགས་སམ་ཐ་ན་ནམ་མཁའ། ཤ་གི་ཕ་ཡུལ་རེད་རྟ།

མཚམས་ཀྱི་ལོ་ལོན་དེ་ཚོ་གི་ཕ་ཡུལ་གྱི་ལོ་རྒྱུས་ཤེས་པ་ནང་བཞིན་ལོ་ལོན་དེ་ཚོ་ཁྱི་ཟས་ཀྱི་བཙའ་སའི་སྐྱེ་དངོས་ནས་ལོག་འཇུག་བྱེད་རྒྱུ་རྐྱེན་དུ་རྒྱུ་རྐྱེན་མང་བ་ཡོད་ནི་རེད། ཁྱི་ཟས་ཀྱི་ནད་དེ་དུས་ཚིགས་ཀྱི་ལོ་བཞི་བཅུ་ལྔ་བཅུ་གི་སྔོན་ནས་དཔེར་ན་རྩྭ་ཐང་འདི་ལྟ་བུ་ས་གཞང་གི་མུ་དང་འབྲུ་རིགས་བཏབ་སྟངས་འབྲུ་རིགས་བཏབ་སྟངས་དུ་ན་ཨ་ཆ་གི་འུ་ཐུག་ཟས་ནི་རེད་ཅི་ཆ་འུ་ཐུག་ཟས་ནི་རེད། ཨ་ཟེ། སྤང་ཤ་འདི་ཨ་ཆུང་འདི་ཐོག་བསྡད་འདུག་ས་བོན་འདི།

ལྟ་གི། ཕྱི་དེ་མི་མང་སྒོ་རྒྱུ་ཟིག་མ་རེད་ཅེས་ནི་བདེར་གཤེགས་དང། ཕྱི་ཁ་སྟོང།